ཨོ་ཚང་མ་ལོ་ཏེས་དེ་ལས་ཨ་ནི་ད་རིང་ངེད་ཀྱི་ཨ་ནི་བི་དོ་ཆེན་ཆེ་ཆེ་ཟོས་ཡོད་འོང་དེ་ཨ་ནི་ང་ཚོ་ད་འཕྲོད་བསྟེན་དང་དེས་འབྲེལ་བ་ཡོད་པའི་སྐོར་རེད་ད་ངའི་གྲོགས་མོ་གཅིག་མོ་རང་ལས་ཀ་དེ་ཁོ་རང་ང་ཚོའི་ཟས་བཅུད་དང་འཕྲོད་བསྟེན་དང་དེ་འདྲའི་གང་ལ་ལས་ཀ་བྱེད་དེ་ཡོད་རེད་འོང་དེ་གིས་ཨ་ནི་ད། མོ་རང་ལ་ངེད་ཀྱིས་ད་ཅིག། ཁྱེད་ཚོ་ལ་སྐད་ཆ་འདྲ་བོ་ཅིག་བཤད་ཐུབ་ན་བསམས་སོ། འོན་ཏེ་ཁྱེད་ནི་མོད་ཀྱི་ད་འདི་འོག་ནས་མོ་རང་གིས། སྐད་ཆ་ཅིག་བཤད་བཞག་ཡོད་རེད་སྐད་ཆ་བཤད་རྒྱུ་དེ་འདི་རེད་ད། འཕྲོད་བསྟེན་དང་འབྲེལ་བ་ཡོད་རྒྱུ་ངོས་ང་རར་ཁྱེད་ཚོ་རྣམས་ལ་སྤྱི་བཏང་ནས་དཔེ་སྣང་མེད་ཤོག་འུ་ཐོག་འཕྲོད་བསྟེན་ལ་ཨ་ནི། འོན་ཏེ་འཕྲོད་བསྟེན་དང་འབྲེལ་བ་ཡོད་རྒྱུ་མོད་ཀྱི་ད། གང་མཐུན་དུས་ཀྱི་ད་གོ་དེའུ་ཅིག་ཤེས་བྱ་ཡོད་རེད་ཨ་ནི་ད་མོ་རང་ད་ལྟ་ལ Nutritionist དུ་ཆགས་ཏེ་ཡོད་རང་འདུག་ཨ་ནི་མོ་རང་གིས་ད་ལས་ཀ་བྱེད་པའི་གི་ཉམས་མྱོང་ནང་ལོ་ལ་ད་ག་རེ་གལ་ཆེན་པོ་ཡིན་མིན་ཅིག་ཡོད་ར་དེ་འདྲའི་སྐོར་ལ་དེ་ཅིག་ཁྱེད་ཚོ་ལ་ཨ་ནི་ཤེས་བྱ་ཡོད་རེད་ཨ་ནི་གང་མང་མང་གིས་ངས་ཕན་ཐོགས་པའི་རེ་བ་ཡོད་དེ་དངོས་གནས་ཕན་གལ་ཆེན་པོ་འགྲོ་གི་རེད་ཤག། ཨ་ནི། མོ་རང་གི་བིད་དོ་དེ་བཟོས་རོགས་གནང། ཐུགས་རྗེ་ཆེ། ཚང་མར་བཀྲིས་བདེ་ལེགས་ཨ་ནི། ད་ལོ་ཉིས་སྟོང་བཅུ་དགུ་དེ་ཚོ་ར་འདུ་ཙམ་པ་ལ་ཡང་མ་འོངས་པའི་ཡི་ད་ལོ་ཉི་ཤུ་ཉིས་སྟོང་ཉི་ཤུ་དེ་ནང་ལོགས་ལ་སོ་སོའི་ངོས་ནས་ཀྱི་ད་གཟུགས་པོ་ལ་ཡང་ག་འདྲས་དཔྱད་པ་བྱེད་དགོས་མེད་ད་དམིགས་བསལ་གྱི་དེ་རིང་གི་ཤེས་དེ་ཨ་ནི། ད་ཁྲག་ལས་དེ་ཡོད་ང་ཚོའི་ཁྲག་ནང་ལོགས་རྟགས་བསལ་བྱེད་མང་པོ་རིམ་པ་མང་པོ་ཞིག་ཡོད་རེད་དེ་ཚང་མ་བྱེད་པའི་གལ་ཆེན་པོ་མཐོང་གི་འདུག་ག་ཡིན་ཟེར་ན་ད། ང་རང་ནམ་རྒྱུན་ནི་ད་དེ་འདྲའི་གི་མཉམ་དུ་ལས་ལས་ཀ་བྱེད་བསྡད་དུས་ཙམ་པ་ལ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་མི་མང་པོ་ཅིག་གི་སྣང་མེད་བཏང་ད་གཟུགས་པོ་ནང་ལོགས་ལ་ཡ་ཕྱིའི་བདེ་བོ་ཡིན་ནང་ལོགས་ལ་ཡ་ནི་ཨ་འདྲ་ཅིག་གི་ལྷོད་ཡང་མང་པོ་སྤེལ་ཤོག་དུས་ཙམ་པ་ལ་ལས་ལ་ན་བཟའ་ཆེ་ལས་དུས་ཙམ་པ་ལ་ཨབ་སུ་མ་ཐུག་དཀའ་ངལ་པས་ཆགས་བསྡད་འོད་དེ་ལ་དུས་ཙམ་པ་ལ་ད་ལོ་དེ། ཚོགས་འདུ་འདི་ཙམ་པོ་ལ་སོ་སོའི་ངོས་ནས་ཀྱི་སོ་སོ་སོ་སོ་ལ་ཡང་འགན་ཁྱེར་ཏེ་སྤེལ་གལ་ཆེན་པོ་རེད་བསམ་གོ་འདུག་སོ་སོ་དང་པོ་ཡིན་པ་ཡིན་ན་སོ་སོའི་གི་སྤྱི་ཚོགས་ཡིན་ན་ར་མི་ཡིན་ནང་མི་ཡིན་ན་ར་སུ་ལ་ཡིན་ན་ཞབས་ཕྱི་ཧང་སངས་སུ་ཞུ་འདུག་པི་རེད་དེ་ལ་དེ་ཙམ་པོ་ལ་གཙོ་བོ་དེ་ནི་དང་ཧྲོལ་དེ་སོ་སོའི་གི་གཟུགས་པོ་སོ་སོ་ལྟ་ཚོ་བྱས་པས་གལ་ཆེན་པོ་རེད་དེ་རིང་འདི་ནང་ལོགས་ལ་ངས་གི། ད་མི་མང། འདི་ལྟ་ངན་ཚང་མོ་རོལ་ལ་ད་ངའི་སྐྱེས་ཀྱི་རེ་བ་གཙོ་བོ་དེ་ད་ལོ་ཉི་ཤུ་དེ་ནང་ལོགས་ལ་ཡ། ད་ཉིས་སྟོང་ཉི་ཤུ་དེ་ནང་ལོགས་ལ་ཁྱེད་རང་ཚང་མིག་གིས་ད། ད་ནིའུ་ཡོག་རེ་ཚུ་ལས་ཤུན་ལ་འོ་ར་དེ་ད་གཙོ་བོ་གཅིག་ག་རེ་བྱེད་ན་བསམ་གི་འདུག་ལ་ད་སོ་སོའི་ངོས་ནས་ཡིན་གཟུགས་པོ་ནང་ལོགས་ལ་ནི་ཁྲག་གིས་ད་དེ་ཚོ་བརྟག་དཔྱད་བྱེད་ཐུབ་ན་ཡག་པོ་དཔེ་ཡོད་རེད་བསམ་གི་འདུག་གང་ཡིན་ཟེར་ན་བྱེད་དགོས་རྒྱུ་མཚན་དེ་ངེད་ཀྱི་ད། ཁྱོད་ཚང་མ་ལ་འགྲེལ་བཤད་རྒྱག་ཡིན། ཨ་ནི་ནང་ལོགས་ལ་ག་རེ་ག་རེ་ཡོང་གི་ཡོད་མེད་ཨ་ནི་ཁྲག་རྟགས་ཅན་ཆེ་བ་ཡིན་པ་ན་ག་བ་བྱེད་ཀྱི་ཡོད་མེད་དེ་ལ་ཏིས་ཧ་གོ་བ་ཡིན་པ་ན་ཨ་ཏིས་སོ་སོ་ལ་ཕན་གྱི་རེད་བསམ་གྱི་འདུག་ཨ་ནི་ཁྲག་ནང་ལོགས་ལ་ཡ་ལྟ་དགོས་ཀྱི་ད་རིན་པ་མང་པོ་ཅིག་ཆགས་བསྡད་རེད་དེ་ངས་འདི་ནང་ལོགས་ལ་ཡ་ཀོ་ཏོག་ཙམ་ཅིག་ད་ཨིན་ཇི་དོན་ནས་བྲིས་ཡོད་འདི་བོད་སྐད་དུ་འགྲེལ་བཤད་བརྒྱབ་ཆོག་པ་ཅིག་ལས་ཡིན་ཨ་ནི་ཁྲག་ནང་ལོགས་ལ་ང་ཚོ་གི་ད་ལིབིད་པྲོ་ཕཱིལ་ལ་བ་ཡིན་པ་ན་ང་རང་ཚོ་གཟུགས་པོ་ནང་ལོགས་ལ་ད། ང་ཚང་པ་ལོ་ལ་ད་བ་ཤ་མང་པོ་ཤ་ལའང་ད་སྣུམ་ད་མཛོད་ག་འོས་དུས་ཙམ་པ་ལ་གཟུགས་པོ་ནང་ལོ་ལ་ཡ་ད་ཞག་རྩི་རིགས་དེ་ཚོ་མང་དྲག་དོ་ཉུང་དྲག་དོ་དེ་ཚོ་གཟུགས་པོ་ནང་ལ་ཧ་གོ་བའི་དཔེ་གལ་ཆེན་པོ་རེད་གང་ཡིན་ཟེར་ན་དེ་ཚོ་ཧ་མོ་གོ་བ་ཡིན་པ་ཡིན་ན་གཟུགས་པོ་ནང་ལོ་ལ་ཚི་ལུ་དེ་མང་དྲག་ཚི་ལུ་དེ་མང་དྲག་བའི་རྐྱེན་གྱིས་ཡང་སྙིང་དང་འབྲེལ་བའི་ན་བཟའ་དང་མི་ཁ་ཤས་གཟུགས་པོ་རང་ཡང་རང་བཞིན་མེད་པ་གས་ནི་གཟུགས་པོ་ནང་ལོ་ལ་ལྗིད་ཚད་དེ་ཕ་ཨ་ག་ལེ་ག་ལེ་རིམ་པས་གས་ཅི་ནི་ན་བཟའ་དང་ནི་ཡོང་གུ་དང་དེ་ལ།

དྲིའི་ལས་འདི་ང་ཚོ་བཟོ་པོ་ན་ཉུང་མཐའ་བ་ཡིན་པ་ཡིན་ན་དམིགས་བསལ་གྱི་པུའུ་ཆུན་ཆུན་ལ་ཡིན་པ་ཡིན་ན་ཆུང་མ་འཚར་ལོངས་བྱེད་ཡ་ལ་ཡ་གནོད་སྐྱེལ་དང་བཟོ་བོ་གི་རིང་ཚད་དེ་ཚོ་རང་ལོན་ཐུབ་མ་རེད་ང་རང་ཚོ་སྤྱི་ཚོགས་ནང་བ་ལ་ད་རེ་ཨ་མ་དང་ཚང་མ་རེ་གུས་ནས་བཟོ་བོ་རིང་བོ་ཡོད་མ་ཡ་ནས་བཞག་བཞེས་དང་དེ་ཚོ་ཚང་མ་ད་སོ་སོའི་པུའུ་ལ་དཔྱད་པ་བྱས་པས་གལ་ཆེན་པོ་རེད་ཏག་ཏག་རེད་དོ་རེད་མི་འདུག་ད་ནང་བཞིན་གྱི་འདི་ཉུང་མཐའ་བ་ཡིན་པ་ན་ག་ལེ་ག་ལེ་གི། དྲོན་མོ་ན་བཟའ་ན་ཡ་དང་རྐང་པ་ལ་གཟུགས་སྐྱེས་དང་ཨ་འདི་མང་པོ་པོ་ཡོང་གི་པི་མོ་ན་ཡ་ཡ། ཨོ་འདི་ཅིག་བྱས་དམིགས་བསལ་གྱིས་ད་ང་ཚོ་གི་མི་ཁ་བོད་པ་ཚང་མ་ལ་ཀོ་རེ་ར་འདི་འགྲོས་པའི་ག་བུ་དུས་ཙམ་པ་ན་དེ་ཚེ་དུས་ཙམ་པ་ལ་པི་མོ་ནད་བ་དཔེ་མོ་ཡོང་གི་འདུག་དེ་ལ་དུས་ཙམ་པ་ལ་པི་མོ་ནད་བ་ཡོང་དགོས་རྒྱུ་མཚན་གཙོ་བོ་གཅིག་དེ་ང་གཟུགས་པོ་ན་ལ་ནི་འཚོ་བཅུད་བྲིས་ཏེ་ཉུང་དྲ་བའི་རྐྱེན་གྱིས་རེད། ད་ན་ཤིང་གིས་དེ་འདྲ། མཚོ་བཞི་བི་ཏྲུ་བན་ལའེ་དང་ཧྥོ་ལིག་ཨེ་སི་ལའེ་གཉིས་ག་ཆེན་པོ་འདི་གཉིས་གཉིས་ག་ཆེན་གལ་ཆེ་རེད་ལབ་བས་མོད་ན་འདི་གཉིས་གཉིས་ཀྱི་གཟུགས་པོ་ནང་ལོགས་ལ་ཡང་ང་ཚོ་ལི་ཁྲག་གི་ད་ད་ཕ་རྩེ་བྱེད་རོང་འདི་གཉིས་ཡ་ཕ་ཡ་ཡིག་ད་ཨ་ཁོ་གཉིས་གཉིས་ཀྱི་གཙོ་བོ་གཅིག་ཆགས་བསྡད་རེད་མི་ཁ་ཤས་ཀྱི་ཐང་ཆད་ཅོ་ཅོ་དང་ད་ཡི་ཐང་ཆད་དང་དེ་ཚོ་གི་ད་ཨི་ནི་ནུས་ཤུགས་ཞེ་རག་རག་ཡོང་ད་དེ་ཚོ་གཅིག་ག་ཆེན་རག་འོང་མ་རེད་མོད་ན་ང་ཚོ་གཟུགས་པོ་ནང་དེ་ཚོ་ཉུང་དྲགས་བའི་རྐྱེན་གྱིས་དེ་ཚོ་དཔེ་དག་ཆེན་ཆེ་གལ་ཆེན་པོ་ཆགས་བསྡད་རེད།

ས་ཁ་ཤས་མི་དེ་གཟུགས་པོ་ནང་ཆུ་ཤི་རང་མ་འཐུང་བ་ཡིན་མ་འདི་ཕར་ཟད་འདི་ཕར་གྱི་རེད་འདི་ལ་བསྡུས་ཙམ་པ་དེ་ཚོ་ཏག་ཏག་འདྲེ་དོ་རེད་འགྲོ་སྟབས་དཔེ་གལ་ཆེན་པོ་རེད་ལས། ཨ་འདི་ཅི་ལ་ཡ་ད་ང་ཚོ་གི་ནི་ཁལ་མ་གི་ན་བཟའ་མང་པོ་པོ་ཆགས་འདོད་ད་ཁལ་མ་དེ་ན་བཟའ་ལ་མི་འདོད་ང་ཚོ་མི་ཁ་ཤས་ཀྱི་ད་ཁལ་མ་ན་ཡོད་འདུག་ལས་ནི་ད་ང་ཚོ་ལ་དེ་འོ་རེད་འདི་ལ་བསྡུས་ཙམ་པ་སྨན་པ་གི་དེ་མ་ཐག་དོན་ལ་ཁྱེད་རང་ལ་འདི་ཚོ་བརྟག་དཔྱད་བྱས་ཡོད་ལས་གཏང་གི་རེད་ཁོ་ཚོ་གི་བྲིས་ནས་ཡོད་ཨ། དེ་ཚོའི་ནང་ལོ་ལ་ང་ཚོའི་གཟུགས་པོ་ན་ཚ་དག་དག་རེད་འདུག་ད་ན་ཧྲེང་གིས་ནི Potassium ལས་དང་ནི Creatine ལས་དེ་ང་ཚོའི་གཟུགས་པོ་ནང་ལོ་གཅིག་ཆགས་དེ་གཙོ་བོ་དེ་ག་རེ་ན་ང་ཚོའི་གཟུགས་པོ་ནང་ལོ་གི་ཁེ་འབའ་ཚོ་དག་དག་རེད་འདུག་རེད་མི་འདུག་དེ་མང་པོ་པོ་ཡོད་དེ་ནང་ལོ་གལ་ཆེ་དེ་ཚོ་ངས་དེ་ན་བཏོན་ནས་བཞག་ཡོད། ད་ན་ཧྲེང་གིས་ནི་ང་ཚོའི་གན་ད་ཨ་དེ་མཆིན་པའི་གི་ན་ཚ་ལོས་མཆིན་པའི་ན་ཚ་དེ་མི་ཁ་ཤས་ལ་ད་བོད་པའི་སྤྱི་ཚོགས་ནང་ལ་ལ་ཡང་ང་ཚོའི་ཧྭ་བོད་ཀྲི་ཀྲིས་བི་དེ་མང་པོ་སྤོས་ཡོད་དུས་བརྩམས་པ་ལ་ད་འདི་ཡབ་སྣང་མེད་སྟངས་མ་བྱས་པ་བྱས་དེ་ནང་ལོག་ནང་ལོག་ལ་ཡང་ང་ཚོའི་ཧྭ་བོད་ཀྲི་ཀྲིས་ཁོ་རང་ནང་ལོག་ལ་ཡང་འཚོ་བྱེད་མང་པོ་དགོས་འདོད་དེ་ཚོ་རེད་དོ་རེད་མི་འདུག་ལྟ་དཔེ་གལ་ཆེན་པོ་རེད་དེ་ཚོ་ལྟ་ཡ་ལ་ང་ཚོའི་ཁོ་རང་ལ་འགྲོས་ཀྱིས་དྲང་ནང་ལོག་བརྟག་དཔྱད་བྱས་ཡོད་རེད་ང་ཚོའི ASD ལ ALD ལས་རེད་དོན་ཚང་མ་ང་ཚོའི་གི་གཟུགས་པོ་ན་དགོས་གི་འཚོ་བྱེད་ཀྱི་ཆ་དེ་རེད་དེ་ཚོ་མང་དྲགས་པ་ཡིན་པ་ན་ཁྱེད་རང་གི་གཟུགས་པོ་ན་ཏིས་སྐྱོ་ཡོད་རེད་དེ་ཚོ་ཧྭ་གོ་ནས་ནི་ང་ཚོའི་གི་དེ་ཚོ་ལ་སྨན་པ་ལ་དོན་ཡོད་དེ་ཚོ་དཔེ་གལ་ཆེན་པོ་ཆ་དེ་ཚོ་ང་ཚོའི་གི

གཟུགས་པོ་ན་རང་བཞིན་མེད་ཀྱི་ཨ་ནི་ཨ། ད་ལྟ་གྲོགས་གཟིགས་ལས་དུག་རྫས་ལས་དེ་མང་པོ་པོའི་ཆ་ནི་དེའི་རྐྱེན་པས་མི་ན་བཟའ་མང་པོ་ཞིག་ཡོང་གི་རེད། ད་ཚེ་གཟུགས་པོ་ནང་ལ་རེད་དོ་རིམ་ལ་བལྟ་དགོས་ཀྱི་ཡང། རྐྱེན་ཇི་རང་ངེས་ད་མི་ཚང་མ་བཟའ་ཉེ་ཚང་མ་ཡོད་རེད་ལབ་ཐུག་མར་འདི་ལ་བསྡུས་ཙམ་ནི་སུ་ཚོགས་ཀྱི། ད་ཡ་ལ་ཡ་ང་ཚོ ESR ད་འདི་ཡིན་ངེས་ད་གཉིས་བྲིས་དགོས་ཞེ་ད་འདི་ཡིན་ངེས་མན་ངག་ལ་འགྲོ་ནི་ཁྱེད་རང་ལ་ཏག་ཏག་རེད་དོ་རིམ་དུ་ད་ཡ་ཡོད་ཚུལ་ཚང་མ་ལ་ཚད་གཞི་ཡོད་རེད་ཚད་གཞི། འདི་ལ་ལྟ་བས་ན་དུས་ཚོད་མི་འདུག་ཚེ་གཅིག་ཚང་མ་ལ་སྨན་པས་བརྟག་དཔྱད་བྱེད་དུས་ཙམ་པ་ལ་ཁྱེད་རང་ལ་ཡང་ནི་དེ་འདྲས་ཀྱི་དང་ཐིག་དེ་མཐུག་པོ་རུ་འཐེན་ནས་བཞག་ཡོད་རེད་ཡ་སྨན་པས་ཀྱི། མི་མང་ཅིག་གིས་འདི་བྱས་འདི་བྱས་ལ་ཡང་ལྟ་ང་ཚོ་ཅི་ནི་ན་བཟའ་དེ་ལྟ་སྤྱི་ཚོགས་ནང་མང་པོ་སྤོས་ཡོད་དུས་ཙམ་པ་ལ། ཨ་ནི་ཅི་ནི་ན་བཟའ་གི་ལང་ལོ་ལ་ཡང་ལྟ་མི་མང་ཅིག་ལྟ་གལ་སྲིད་ཁྱེད་རང་ལ་ཡང་ཅི་ནི་ན་བཟའ་མེད་ངན་བྱིན་པ་ཡིན་ན་བརྟག་དཔྱད་བྱེད་ངེས་བྲི་བ་ཡིན་པ་ན་ད་ཡག་ཤོས་ག་རེ་བརྟག་དཔྱད་བྱེད་འོ་རེད་པ་ཡིན་པ་ན་ང་ཚོས་ཀྱི་ད HBA1C ལས་ད་འོ་འདི་དེ་གལ་ཆེན་པོ་ཆགས་དེ།

དེ་ཚོ་ཧ་གོ་ཡ་ལ་མན་ང་ལ་འགྲོ་ནི་ང་ཚོ་གི་དག་ཆའི་གསུམ་དུ་བྱས་ཡོད་རེད TSH ལས་དང T three ལ T four ལས་ཇི་ཡོད་ཧ་ད་ང་ཚོ་གི་རེད་དོ་རེད་མི་དོ་ཏག་ཏག་རེད་མི་དོ་ད་ཡ་ཧ་བེ་གོ་ཡ་གལ་ཆེན་པོ་རེད་ཐ་མ་དེ་ལ་ཡ་ང་ཚོ་གི་ད་བོད་པའི་སྤྱི་ཚོགས་ནང་ལོག་ལ་དམིགས་བསལ་གི་ད་དགོན་པ་དང་ད་མི་མང་པོ་ཅིག་ལ་ཡ་གྲུ་མོ་ན་ཚ་ཧང་སངས་མང་པོ་ཡོད་རེད་གྲུ་མོ་ན་ཚ་གྲུ་མོ་ན་ཚ་དང་ད་ན་ཞིང་ད་མི་མང་པོ་ཅིག་རྒན་གོ་དེ་ཚོ་ཡ་ཡ་ལོ་ཡ་ཡ་ལེ་དུས་ཙམ་པ་པི་མོ་ན་ཡ་དང་སྐྱེ་བ་ན་ཡ་མང་པོ་ཡོད་དུས་ཙམ་པ་ལ་དེ་ཚོར་རེག་ཡུལ་འདུག་འོག་མིན་དུ་དྭ་ཡ་ལ་ཡང་སྨན་ཁང་ནང་ལ་ཡུ་རིག་ཨེ་སི་ལས་ཡོད་རེད། ཡུ་རིག་ཨེ་སི་ལས་བ་ཡིན་མ་གཟུགས་པོ་ནང་ལོགས་ལ་ཡང། ང་ཚོས་ཀྱི་བརྟག་དཔྱད་དེ་གལ་སྲིད་ཁྱེད་རང་ལ་ཡ། བདུན་དང་གང་ལ་སླེ་བ་ཡིན་པ་ན་ཁྱོད་རང་དེ་སི་ཉན་ཀ་ཡོད་རེད་དེ་ལ་དུས་ཙམ་པ་ལ་ཡང་ང་ཚོ་དེ་ཚོ་ལ་ཡོད་དུས་ཙམ་པ་ལ་དེ་ཚོ་ཆུ་མང་པོ་བཏུང་ཡས་དང་དེ་ཚོ་ཧ་གོ་ཡས་དཔེ་གལ་ཆེན་པོ་རེད་ད་གལ་སྲིད་དེ་མང་ཕྲ་བ་ཡིན་པ་ན་མི་ཁ་ཤས་ལ་རྫུ་བོ་ཟུག་རྒྱ་ཡས་དང་དྭ་ན་བཞིན་གོམ་པ་རྒྱ་མ་དུ་ཡས་དང་ལག་པ་གོ་ར་གོ་གོ་རྒྱོ་རྒྱ་ཡས་མི་རྒྱོ་དེ་ཆ་བོད་རེད་དེ་ལ་དུས་ཙམ་པ་ལ

ཐའེ་རོས་ཁལ་ལས་གཞི་ཡོད་ར་ཐའེ་རོས་ཁལ་ནི dot com ལས་གཞི online དྲ་རྒྱ་ཐོག་ནས་ཡོད་རེད་འོ་དེའི་ནང་ལོགས་ལ་ཁྱེད་རང་གི་དྲ་རྒྱ་ཐོག་ནས་བྱས་ཁྱེད་རང་གི་ནམ་པ་དེ་ཕར་སྤྲད་དེ་འདྲས་ཀྱི book བྱས་པ་ཡིན་པ་ན་སོ་སོའི་ནང་ལ་ཡང་ཁྲག་དེ་ལན་འགའ་ལེགས་རེད་གཅིག་པ་ཅིག་ཀྱང Delhi ལས་ཕེབས་ནས་ཡོད་རེད་ཨ་ནི་ས་ཆ་དེ Bombay དང་ཚང་མ་ལ་ཡོད་རེད། ཨ་དེ་མ་ཡིན་པ་ཡིན་པ་ན་སོ་སོའི་མན་ངག་ག་བར་འགྲོ་བ་ཡིན་པ་ན་བརྟག་དཔྱད་འདི་ཚོ་ཚང་མ་བརྟག་དཔྱད་བྱེད་ཀྱི་རེད་བརྟག་དཔྱད་འདི་ཚོ་བྱས་ཚར་བའི་རྗེས་ལ་ཡང་ད་སོ་སོ་གིས་ད་མི་མང་པོ་གཅིག་ད་ང་ཚོ་ལས་ཀ་བྱོས་བསམ་པ་ལ་ཡང་དམིགས་བསལ་བོད་པའི་སྤྱི་ཚོགས་ནང་བ་ལ་བརྟག་དཔྱད་བྱས་ཨ་དེ་ནས་ཡ་མེད་ཏང་ངེ་མང་པོ་བོད་དུ་ཡ་དེ་ཚོ་ཧ་མ་གོ་ཚོ་ད་སོ་སོའི་ངོ་ནས་འགྲོ་སོང་གཅིག་བཏང་འགྲོ་བསམ་པ་ལ་ཡ་ཨོ་དེ་མི་ད་ཡི་གེ་ཤེས་མཁན་གཅིག་ལ་ཡ་དམིགས་བསལ་གྱིས་ད་སྨན་པ་དང་འབྲེལ་བ་ཡོད་གཅིག་ལ་དེ་ཚོ་ཏག་ཏག་རེད་འདུག་རེད་མི་འདུག་མི་འདུག་ན། དེ་ཚོ་ད་ཉུང་རུ་བཏང་ཡ་དང་མང་རུ་བཏང་ཡ་དེ་ཚོ་ཡང་ག་འདྲས་ཐབས་ལམ་བྱུ་བ་ལས་བྲེལ་སྐད་ཆ་བྲེལ་དཔེ་གལ་ཆེན་པོ་རེད་སོ་སོ་གིས་བྲེལ་བ་ཙམ་གྱིས་ད་དགའ་དགོས་ཡ་དང་ལམ་སང་གོ་རང་ནི་ནང་ལ་བཞག་ཤེས་ལ་དེ་ཚོ་མ་ཤར་བ་བྱས་ནས་ཧ་གོ་ཡ་དང་དམིགས་བསལ་གྱི་གི་སྨན་པ་དེ་ཚོ་ལ་སྟོན་དཔེ་གལ་ཆེན་པོ་རེད་ལན་ཞུ་ཡ་ཡིན་ཨ་དེ་ཚོ་ཁྱེད་རང་ཚོ་གོན་བྱེད་ངན་བྲོས་ད་བྱས་ནས་སོ་སོ་གིས་ཧ་མ་གོ་ཡ་དང་བཀའ་དྲིན་ཨ་ད་དེ་ཚོ་དོགས་པ་བསལ་ཡིན་པ་ཡིན་ན་ཨ་ནི་དེ་ན་འོ་ལ་ཡ་ད་བྲིས་བཞག་པ་ཡིན་པ་ན་ང་ཚོ་གིས